རྣམ་པ་ལེན་རྒྱའི་སྐུ་ཁམས་བཟང་ཁ་ཚང་གོང་དུ་བཞུད་པ་བཞིན་དུ་དཔལ་ནཱ་ལེནྡྲ་ལ་རྟེན་ཁྱད་པར་ཅན་རྣམ་པ་བཞི་ཡོད་པའི་ནང་ནས། རྟེན་རྩ་ཆེན། གྲོལ་མ་གྱིན་མེད་པའི་སྐོར་ཉེ་ཆར་གོང་དུ་སློབ་དཔོན་ཙནྡྲ་གུ་མའི་རྣམ་ཐར་དང་བྲལ་ནས་ཞུས་ཟེར་ནས་སླར་ཡང་དེ་རིང་གི་བརྙན་ཐུང་བརྒྱུད་ནས་རྟེན་ཁྱད་པར་ཅན་གཉིས་པ་ཇོ་བོ་ཁ་གསར་པ་ནས་བསྡུ་དགོས་སྐོར་རྣམ་ཐར་དང་སྦྱར་ནས་ལྷན་རྒྱས་ཡོངས་ལ་སྟབས་བདེ་བོ་མགོ་བདེ་བོ་དང་བྱིན་རླབས་ཆེན་པོའི་ཐོག་ནས་ཞུ་བ་ལ་འབད་བརྩོན་བྱེད་བཞིན་འདུག་གཟིགས་མོ་བ་ལྷན་རྒྱས་ཐུགས་སེམས་སྤྲོ་པོའི་ཐོག་ནས་ཉན་ཟིན་གནང་བའི་རེ་སྐུལ་ཞུ་རྒྱུ་ཡིན། ལགས་སོ་ཐུགས་རྗེ་ཆེ། ཐོག་མར་གཟིགས་མོ་བ་ལྷན་རྒྱས་ཡོངས་ཀྱིས་མཁྱེན་དགོས་ཡི་སྐད་ཆ་གནད་འགག་གལ་ཆེན་པོ་དེ་གར་ཆགས་བསྡད་ཡོད་རེད་ཟུར་ཞུ་བ་ཡིན་ན། ཇོ་བོ་ཁ་གསར་པ་ནི་དོ་ཀུ་ཡི་བརྟན་བཞུགས་ས་གཙོ་བོ་དེ་ཛག་པཱལ་ན་ལེནྡྲ་ཡི་རྒྱལ་པོ་ཡི་གཙུག་ལག་ཁང་ནང་ལ་ཆགས་བསྡད་ཡོད་པ་རེད། དེ་ཡང་དག་ཇོ་བོ་ཁ་གསར་པ་ནི་དོ་ཀུ་ཡི་བརྟན་གྱི་དག་སྐུ་ཡི་རྣམ་པ་དེ་ག་ནས་ཚུགས་འདུག་བཞུགས་ཡོད་རེད་ཟུར་ཞུ་བ་ཡིན་ན། ཕྱག་གཡོན་པ་འདི་དག་སྐྱབས་སྦྱིན་གྱི་ཕྱག་རྒྱ་བསྟན་ཡོད་པ་དང་དེ་ནས་ཕྱག་གཡས་པ་འདི་དག། མཆོག་སྦྱིན་གྱི་ཕྱག་རྒྱ་བསྟན་ཡོད་པ་མདོར་བསྡུ་བཞིན་དེ་ནི་སྐུ་ཡི་རྣམ་པ་དེ་ཡར་བཞེངས་པའི་ཚུལ་དུ་བཞུགས་ཡོད་པ་དེ་ང་རང་ཚོ་མཁྱེན་དགོས་གལ་ཆེན་པོ་ཆགས་བསྡད་ཡོད་པ་རེད། དེ་ལྟ་བུ་དག་ཇོ་ཁ་གསར་པ་ནས་འདུག་གུ་ཡི་རྟེན་དེ་ང་རང་ཚོ་ལ་བྱིན་རླབས་ཆེན་པོ་དང་རྩ་ཆེན་པོ་ཇི་ལྟར་ཡིན་མིན་དེ་ཤེས་པར་བྱས་པ་ལ་ད་ལོ་རྒྱུས་རྣམ་ཐར་དང་བྱ་ནས་ཤེས་དགོས་དེ་དཔེ་མེད་ཚོ་གལ་ཆེན་པོ་ཆགས་བསྡད་ཡོད་པ་རེད། ལོ་རྒྱུས་རྣམ་ཐར་དང་བྱ་ནས་ཤེས་པ་ཡིན་ན་རྣམ་ཐར་བསམ་གྱིས་མི་ཁྱབ་པ་དེ་འདྲ་ཆགས་བསྡད་ཡོད་པ་རེད། སྤྱིར་བཏང་པ་ན་ལེནྡྲ་ཡི་ས་ཕྱོགས་འདི་ཉིད་འཕགས་པ་ཤཱ་རིའི་བུ་དང་འཕགས་པ་དགྲ་བཅོམ་པ་དུ་མ་ཞིག་སྐུ་བལྟམས་ས་དང་ཞི་བར་གཤེགས་པའི་གནས་ཆགས་འདོད་ཡོད་པ་རེད། དེ་ལས་ཀྱང་ཁྱད་པར་དུ་འཕགས་པ་འདི་ནང་པའི་ཆོས་སྡེ་ཐམས་ཅད་ཀྱི་གཞི་ཚུགས་ས། མཁས་གྲུབ་གཉིས་ལྡན་གྱི་བླ་མ་དམ་པ། སྐར་ཚོགས་ལྟ་བུ་བྱོན་ཡོད་པའི་ནང་གསེས་སུ་གྱུར་པ། འཕགས་ཤྲཱི་རྒྱལ་བ་ཀུན་གྱི་སྐྱེས་བུའི་ཡུམ། མ་གཅིག་རྗེ་བཙུན་སྒྲོལ་མའི་ཞལ་ནས་ཡང་ནས་ཡང་ཡང་སྦྱར་མྱོང་ཡོད་པའི་སློབ་དཔོན་ཙནྡྲ་འགོ་མེད་དང། ས་བཅུ་ལ་གནས་པའི་བྱང་ཆུབ་སེམས་དཔའ།

ད་དེ་འདྲའི་ཆེ་ནས་ཁོང་རྣམ་པ་གཉིས་ཡང་ནས་ཡང་དུ་ཆོས་ཀྱི་དྲིས་ལན་དེ་འདྲའི་བྱེད་ཀྱི་ཡོད་རེད་ཟེར་གྱི་ཡོད་པ་རེད། ཡིན་ན་ཡང་ད་ཁྱད་པར་ཆེན་པོ་ག་རེ་ཡོད་རེད་ཟེར་དུ་ཞུས་པ་ཡིན་ན། ད་སློབ་དཔོན་ཟླ་བ་གྲགས་པ་དེས་ད་དྲི་བ་དང་ལན་གཉིས་ཅན་ལ་ད་ཐོགས་པ་མེད་པ་དེ་འདྲ་ཆགས་བསྡད་ཡོད་པ་རེད། ཡིན་དུས་བརྩམས་པ་ལ་ད་སློབ་དཔོན་ཟླ་བ་གྲགས་པའི་དྲི་བ་བཏང་རྒྱུ་དེ་ལ་སློབ་དཔོན་རྩེ་གྲགས་དགོན་པས་ད་ལན་ཏག་ཏག་གནད་འགག་ཏུ་ད་རྒྱབ་ཐུབ་ཀྱི་ཡོད་མ་རེད། ད་དེ་འདྲའི་ཆགས་དོན་བརྩམས་པ་ལ་དེ་ནི། ཉི་མ་ཁ་ཤས་དུས་འདྲ་ཁ་ཤས་བྱས་སུ་ཡང་ཁོང་ཚོ་གཉིས་མཉམ་དུ་འཛོམས། ཆོས་ཀྱི་བགྲོ་གླེང་བྱས་གཅིག་གིས་གཅིག་ལ་དྲི་བ་དུ་བཏང་དུས་ཙམ་པ་ལ། དེ་ནི་སྐབས་དེ་དུས་དག་སློབ་དཔོན་ཟླ་བ་གྲགས་པས་དྲི་བ་གང་བཏང་པ་ཡིན་ན་ཡང། དྲི་བ་ཐམས་ཅད་ལ་ལན་གནད་འགག་ཏག་ཏག་ཏག་ཏག་དག་སློབ་དཔོན་བཙན་བྲོད་དགོངས་པས་རྒྱབ་ཐུག་གི་ཡོད་རེད། ཟེར་གི་ཡོད། ད་དེ་དུས་སློབ་དཔོན་ཟླ་བ་གྲགས་པའི་ལྡོག་པ་ས་རེད་ད། ད་ཁ་སང་ཁོང་གིས་ད་དེ་འདྲའི་གི་དྲི་བ་ལན་ཏག་ཏག་ཏག་ཏག་རྒྱབ་ཐུག་གི་ཡོད་མ་རེད་ད་དེང་སང་དེ་ནི་རྒྱབ་ཐུག་པའི་དེ་འདྲའི་གནས་ཚུལ་འགྲོ་བྱུང་འདུག་ག་འདྲའི་ཡིན་ན།

སློབ་དཔོན་བཙན་བྲོ་དགོན་པའི་ཁ་བ་འགྲོ་གི་འདུག་ཟེར་ཏེ་ཁོང་གིས་བྱེས་སྡོད་བྱས་ནས་ཕེབས་རེད་ཟེར་གྱི་འདུག་མཐར་སློབ་དཔོན་ཟླ་བ་གྲགས་པ་དེ་སློབ་དཔོན་བཙན་བྲོ་དགོན་པའི་ཁ་བ་འགྲོ་སོང་ཟེར་ཁོ་བཅིངས་པ་བཏང་ས་ག་བ་རེད་འདུག་ཟེར་དེ་འདྲའི་སྟག་ཆ་སྟག་ང་འགྲོ་དུས་ཙམ་པ་ལ། སློབ་དཔོན་བཙན་བྲོ་དགོན་མིས་ཁོང་བཅིངས་པ་བཏང་ང་འགྲོ་ཡ་ག་བ་ག་བ། ཁོང་དཀོན་མཆོག་སུམ་པ་དོན་ཟླ་བ་གྲགས་པ་ཡིན་ནས་དྲི་བ་སྐྲག་པོ་ཞིག་བཏང་སྟེ་ད་འདི་ལན་ག་རེ་རྒྱབ་དགོས་རེད་ཟེར་ལན་འདི་ག་འདྲས་ཡིན་ན་ཟེར་ད་འདི་བཤད་ཀྱི་ཐབས་ཤེས་བྱེད་དུ་ད་པ་ལ་ན་ལེན་དྲ་ཡི་ད་གྱར་བོད་གཙུག་ལག་ཁང་དུ་བཞུགས་འོས་པའི་ཇོ་ཁ་གསར་པ་ནས་དོ་ཀུ་དེའི་འགྲམ་ལ་འགྲོ་ནས་ད།

འཕགས་པ་སྤྱན་རས་གཟིགས་ཀྱི་ཞལ་མངོན་སུམ་དུ་མཇལ། རྟགས་དང་མཚན་མ་བསམ་གྱིས་མི་ཁྱབ་པ་དེ་འདྲ་བྱུང་རེད་ཟེར་གྱི་ཡོད། འོ་རྡོ་རྗེ་ལ་ད་སྐད་ཆ་ག་ཚོད་བསྐོར་ན་མ་བསྐོར་ན་ད་སྐད་ཆ་སྙིང་དོན་གཙོ་བོ་ང་རང་ཚོའི་ནང་དོན་ལས་ཡ་གཙོ་བོ་དོག་དོག་དེ་ག་རེ་རེད་ཟེར་ཞུས་པ་ཡིན་ན། ནཱ་ལེནྡྲ་ཡི་གཙུག་ལག་ཁང་ནང་ལོགས་བཞུགས་ཡོད་པའི་ཇོ་ཁ་སར་པ་ཉིད་དོ་དགུ་དེ་ད་བྱིན་རླབས་ཆེན་པོ་ག་འདྲ་ཞིག་ཡིན་མིན་ད། སློབ་དཔོན་བཙུན་དྲག་སྒོ་མའི་རྣམ་ཐར་དང་དཔལ་ལྡན་ཟླ་བ་གྲགས་པའི་རྣམ་ཐར་དང་སྦྱར་ནས་འདུ་ཤེས་པ་ན་རྣམ་པ་གླིང་གི་ཚང་མས་ཕལ་ཆེར་མཁྱེན་ཡོད་རེད་འདུག་གང་ཡིན་ཟེར་ན་ད་ཇོ་ཁ་ཟེར་པ་ནི་རྡོ་སྐུ་འདི་ད་དངོས་གནས་ཁོ་རང་སོང་དངོས་སུ་བྱོན་པ་ན་བྱོན་སློབ་དཔོན་བཙུན་དྲག་སྒོ་མི་ལ་ད་དཔལ་ལྡན་ཟླ་བ་གྲགས་པའི་དྲི་བ་ཡི་ལན་དུ་འདུག་ལབ་རྒྱོབ་ད་ག་ན་བྱོན་དཔལ་ལྡན་ཟླ་བ་གྲགས་པ་ལ་ཡང་སོང་དངོས་སུ་བྱོན་རྒྱུ་ཡོད་ད་དེ་འདྲ་གི་ཡ་མཚན་ཅན་ངོ་མཚར་ཅན་གྱི་ད་རྡོ་སྐུ། བྱིན་རླབས་ཆེན་པོ་ཆགས་ཐུབ་ཡོད་དོ། འདི་ཡི་སྐད་ཆ་གཙོ་བོ་དེ་ག་རེད་ཟེར་ན་ནམ་རྒྱུན་ང་རང་ཚོ་དང་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་རྟེན་འདི་ཚོ་ལ་དངོས་གནས་ཁོ་རང་བེམ་པོ་དང་གཟུགས་ཀྱི་འདུ་ཤེས་མ་ཡིན་པར་སེམས་གཏིང་ནས་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་ནས་གསོལ་བ་བཏབ་པ་ཡིན་ན་ཐ་དེ་འདྲ་གི་རྟགས་དང་མཚན་མ་འཕགས་པ་གཅིག་པོ་མ་ཡིན་པར་སོ་སོ་སྐྱེ་བོ་དེ་ཚོ་ལ་བྱུང་ཡོད་འབྱུང་གི་ཡོད་རེད་ཟེར་གི་རེད། དེ་ཡང་ཇོ་ཇོ་རྗེ་འབའ་ཏི་ཨ་ཏི་ཤས་ག་རེ་གསུངས་ཡོད་རེད་ཞུས་པ་ཡིན་ན། བསྟན་མཐོང་ན་ཡང་འདི་དག་ནི་བྱིན་གྱིས་བརླབས་ལས་བྱུང་བའི་ཕྱིར་དེ་བཞིན་གཤེགས་པ་ཉིད་ཡིན་ནོ་སྙམ་དུ་དེ་བཞིན་དགོད་པར་བྱ་གསུངས་ཡོད། སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་རྟེན་འདི་ལྟར་མཐོང་བ་ཡིན་ན་སངས་རྒྱས་དངོས་ཀྱི་གདུལ་བྱའི་ཞག་ནི་སངས་རྒྱས་དངོས་རེད་བསམ་ནས་དེ་ང་རང་ཚོ་གསོལ་བ་དང་སྨོན་ལམ་བྱེད་དགོས་གལ་ཆེན་པོ་རེད། གལ་ཏེ་སངས་རྒྱས་དངོས་མ་ཡིན་པར་བེམ་པོ་དང་གཟུགས་དང་ཨ་ནི་འདི་འདྲའི་གིས་ད་གདུལ་བྱའི་ཞག་པ་ཡིན་ན་བྱིན་རླབས་དང་དངོས་གྲུབ་ཡིན་ན་ཡང་ཆུང་ཆུང་འདི་འདྲ་ཐོབ་ཀྱི་རེད། དེང་སང་སངས་རྒྱས་དངོས་ཀྱི་གདུལ་བྱའི་ཞག་པ་ཡིན་ན་ཕྱོགས་ཐུན་མོང་གི་དངོས་གྲུབ་ཡིན་ན་ཡང་རྩ་ཆེན་པོ་མཆོག་ཏུ་གྱུར་པ་དེ་ནི་གནང་གི་རེད་ཟེར་བོ་དེ་ནས་གསུངས་ཡོད་རེད་ཞུས། ལགས་སོ། ད་དེ་རིང་གི་བརྙན་ཐུང་གི་བརྒྱུད་ནས་ད་དཔལ་ནཱ་ལེནྡྲ་ཡི། ཞུ། དཔལ་ནཱ་ལེནྡྲ་ལ་ཞུ་འོས་པའི། ད་རྟེན་ཁྱད་པར་ཅན་རྣམ་པ་བཞི་ཡི་ནང་ལོ་ནས་ད། གཉིས་པ། ཇོ་ཁ་གསར་པ་ནས་དོ་ཁུར་དེ་ད་བྱིན་རླབས་ཆེན་པོ་ག་འདྲ་ཡིན་མིན་སྐོར་ལ་ཞུས་དྲུས་པ་ཡིན། དེ་བཞིན་དུ་དེ་ནི་འཇམ་དཔལ་འཇིང་ཡོན་གྱི་དོ་ཁུར་དང་ནི་འགོང་པོ་ཡི་དོ་ཁུར་གཉིས་ཀྱི་སྐོར་ལ་དེ་ནི་བརྙན་ཐུང་བྱེ་མ་ཡི་ནང་ལོགས་ང་རང་གིས་ཞུས་ཡ་ལ་ང་རང་གིས་འབད་བརྩོན་བྱེད་བཞིན་ཡོད་ལགས་སོ་ཐུགས་རྗེ་ཆེ།